ཨ་ནི་ངེད་ཅག་ང་རང་ཆམ་པ་འགྲོ་སྐྱོབ་བྱས་ནས་ཨ་ནི་ཐེ་ཚོམ་གྱིས་འགྲོ་ཐུབ་མ་སོང། དེ་རིང་ཐེ་ཚོམ་གྱི་གསལ་བསྒྲགས་དེ་ག་རེ་ཟེར་བ་ཡིན་ན་མི་ད་རུ་འགོ་གཅིག་གིས་ང་ཚོའི་བཙན་བྱོལ་གྱི་སྤྱི་ཚོགས་ཀྱི་ལྷིང་འཇགས་ཡོངས་སུ་བཙོག་པ་རྩ་མེད་བཏང་གི་འདུག་ཁ་སྣ་ཙོག་ལ་གཡར་བྱས་ནས་ད་རུ་འགོ་ལ་ཡ་མ་བྱེད་ཟེར་ནས་ང་ཚོར་བཤད་ཚུལ་ཅིག་ཡོད་རེད་ད་རུ་འགོ་གི་མི་བཙོང་ཡོང་ང། ད་རུག་འོ་དེ་ཀྲུག་ཀྲུག་མ་དང་ད་རུག་འོ་དེ་ཀྲུག་ཀྲུག་བཏང་ན་སྤྱི་ཚོགས་འཁྲུག་ཡོང་ང་ཟེར་གི་ཡོག་རེད་ཏེ། ཡིན་པ་ཡིན་ནས་ངས་ངེས་པར་དུ་ད་རུག་འོ་ཁོལ་གི། ཐོག་མར་དེ་མི་དེ་ག་འདྲས་ཅིག་ཡིན་མིན། བར་དུ་མི་དེ་གི་བྱེད་ལས་ག་འདྲས་ཅིག་བྱས་མིན། ཐ་མ་ལ་མི་དེའི་གི་ངོ་བོ་གཏན་ལ་ཕབ་གི་ཡིན། དེ་འདྲས་སོང་ཙང་མི་དེ་ག་པར་ཡོང་རེད་ཟེར་ན་ཨ་རི་མི་ནི་སུ་དྲག་ལ་དེ་ངའི་བསོད་ནམས་རྡོ་རྗེ་ཟེར་ངེས་འདི་ང་དེ་རིང་མི་དེ་གི་གི་ངོ་བོ་དེ་གཏན་ལ་ཕབ་ཡས་ཀྱི་ཆེད་དུ་ཨ་ནི་དེ་རིང་དགོངས་དག་ཐད་གཏོང་ཡོད་དེ་རིང་དགོངས་དག་གི་ཐད་གཏོང་དེ་ད་ད་ད་ང་ཚོའི་གི་འདའི་ཞོགས་པ་རེད་ཤག་དགོང་དྲོའི་གི་ཆུ་ཚོད་བརྒྱད་དང་ཕྱེད་ཀ་ནས་མགོ་བརྩམ་གི་ཡིན་ཨ་ནི་མི་མང་གང་ངོ་མང་མཉམ་ཞུགས་གནང་རོགས་གནང་འདི་ག་རེད་ཟེར་ན་ང་ཚོའི་གི་སྤྱི་ཚོགས་འདི་མི་ད་རུང་གོ་བདེ་གི་གར་བྱེད་འདུག་ཟེར་ན་སྐྱབས་མགོན་རིན་པོ་ཆེ་དང་ཨ་མ་རྗེ་བཙུན་པད་མ་ཟམ་གདོང་རིན་པོ་ཆེ་ཚང་མ་རླབས་ཆེན་གི་མི་སྣ་གྲགས་ཆེན་ཚང་མ་མ་གྲས་ཡོང་ཨ་ནི་ཁོན་གི་བྱེད་ལས་གི་རྣོ་འགྱུར་དེ་ག་ཚང་མ་ཅིག་བཏོན་ཡོང་དུས་ལ་ང་ཚོའི་གི་གྲགས་ཆེན་མི་ཟེར་ན་མཁས་པ་ཟེར་ན་འདི་ཚོ་ཚང་མས་གི་དཔེ་མི་སྲིད་མཚན་ཤས་འགྲོ་གི་འདུག། དེ་འདྲས་སོང་ཙང་ངས་རྒྱུན་རིན་པོ་ཆེ་ཁ་བོ་སི་མིང་ག་དེ་ན་བསམ་སོ་ཏེ། ད་ང་ཚོ་མི་ཤེས་ངན་དང་སྐད་ཆ་བཤད་ཐུབ་ངན་དང་ཚོས་དེ་འདྲས་ཁ་བོ་སི་མིང་ག་དེ་བས་ཡིན་ན། ང་ཚོའི་སྤྱི་ཚོགས་འདི་རུལ་སུངས་མགྱོགས་པོ་ཞི་བོ་ཅིག་འགྲོ་ས་རེད་དེ་འདྲས་སོང་ཙང་ངས་དེ་རིང་ངེས་པར་དུ་ད་རུ་གོ་ཁོ་ཐེར་འདོན་བྱེད་ཀྱི་ཡིན་པས་མི་མང་གང་མང་མང་མཉམ་ཞུགས་གནང་རོགས་གནང།